ཨོ་ད་དྲེང་པོ་ལུང་བ་དྲུག་བྲིས་པའི་ལས་རན་གཟིགས་བརྙན་གྱི་རྣམ་པ་ཚང་མ་ལ་ཞོགས་པ་དེ་ལེགས་ཞུ་གི་ཡོད། ད་ཁ་རྩང་ཉིས་སྟོང་ཉི་ཤུ་རྩ་བརྒྱད་ཀྱི་སྤྱི་ཟླ་བདུན་པའི་ཚེས་པ་ཉི་ཤུ་བཅས་ཀྱི་ཉིན་མོ་དེ་ལ་ང་ཚོའི་དགྲ་བོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་བོད་ཀྱི་རྒྱལ་ས་ལྷ་ས་ལ་ད་སླེབས་ཡོད་རེད། ནི་དེའི་གི་གནས་སྟངས་དང་འབྲུ་རིགས་ཀྱི་ད་པར་དང་བརྙན་དེ་འདྲའི་བོད་པ་གི་ནི་མི་སྒེར་པ་རེད། དེ་ནི་གསར་འབྱོར་བརྒྱུད་ལམ་ཁག་ཅིག་གིས་དེའི་པར་དང་བརྙན་དེ་ཚོ་ཁོ་བྱེ་མ་བྱེ་གཞན་འདྲ་བོ་ཅིག་མགོ་དེབ་ཁག་ལ་མགོ་བཏེགས་འདུག་ད་དེ་ཚོ་གི་ཀུན་སློང་ལ་ངས་རྩ་བ་ཉིད་ནས་དོགས་པ་ཞུ་གི་མེད། ནི་ལྷག་པར་དུ་མི་སྒེར་པ་དེ་འདྲའི་དཔེར་འགྲེལ་བརྙན་དེ་ཚོ་ནམ་རྒྱུན་འཐབ་རྩོད་སྐབས་ལ་སེམས་ཤུགས་ཆེན་པོ་དེ་འདྲ་རེ་བཞག་ཡིན་ན་གནས་ཚུལ་སྤེལ་སྟངས་དེ་ད་ང་ཚོ་གི་འཐབ་རྩོད་ལ་ཅིག་གནོད་སྐྱེལ་ཡག་དང་ནི་འདྲ་བོ་རྒྱ་ནག་ལ་དགོས་ཡག་ཅིག་རང་བཞིན་གྱི་ཆགས་འགྲོ་གི་འདུག་ག་རེ་བྱེད་སླ་བ་ཡིན་ན་དེ་འབྲེལ་གྱི་གནས་ཚུལ་དཔེར་ལྡན་ཉན་བདེ་སོགས་ཀྱི་འགྲེལ་བཤད་ག་གེ་མེད་པ་ཅིག་ལ་ནི། ད་བོད་ནང་ལོགས་ལ་ད་ལྟ་དགྲ་བོ་རྒྱ་ནག་གི་སྲིད་འཛིན། བོད་ཀྱི་རྒྱལ་ས་ལྷ་ས་ཡིན་ཡོང་ལ་སླེབས་བསྡད་པའི་སྐབས་ཁེ་ད་གོང་ལྟར། བོད་ཆས་གཡོག་བཞག་རྒྱོག་གི་ད་མི་ཁ་ཅིག་གིས་ནི་སྒམ་བུ་བྱས་བསྡད་རྒྱོག་དང་ནི་ཁ་བཏགས་ཤིག་བསྡད་རྒྱོག་དང། འོ་ད་དེ་འབྲེལ་གྱི་པར་དང་བརྙན་དེ་ཚོ་འགྲེལ་བཤད་གང་ཡང་མེད་པ་བྱས་ནས་དེ་འདྲའི་ཁྱབ་བསྒྲགས་བྱས་བསྡད་དུས་ད་རྒྱལ་སྤྱིའི་ཐོག་ལ་དེ་གའི་གོ་བ་འདྲ་བོ་ཅིག་ལོག་པ་ཅིག་ཏན་ཏན་འགྲོ་ཡག་གི་ཉེན་ཁ་ཆེན་པོ་འདུག། ཨོ་དེ་ཁྱེད་ཀྱིས་ད་དེ་དང་འབྲེལ་བའི་ཐོག་ལ་ང་རང་གིས་དེའི་སྐོར་ལ་ད་དཔྱད་ཞིབ་ལབ་དགོས་ན་འདྲ་བསམ་ཚུལ་གྱི་ཞུ་སྙན་སྤྲོད་སོང། ད་དེ་ག་རེ་ཆགས་ཀྱི་འདུག་ལབ་བ་ཡིན་ན། སྤྱིར་བཏང་ད་ལྟའི་ཆ་ལ་ད་རྒྱ་ནག་ལ་གནད་འགག་ཆེ་ཤོས་འདྲ་བ་དེ་ཉིད་དུ་ཉི་ཤུ་རྩ་གཉིས་ཀྱི་དགུན་ཁའི་ཀྱི་བལ་ཆེན་ཨོ་ལིམ་པིག་དེ་ད་འཚོགས་ཡ་དེས་ད་རྒྱ་ནག་ལ་གནད་འགག་ཆེན་པོ་ཆགས་བསྡད་དགོས་རེད། ཁྱེད་ག་རེ་ལབ་གི་རེད་དཔལ་འབྱོར་ཡར་རྒྱས་ཀྱི་ཆ་ནས་ཡིན་ན་རེད་རྒྱལ་སྤྱིའི་ཐོག་ལ་རྒྱ་ནག་གི་གཟུགས་བརྙན་གྱི་ཆ་ནས་ཡིན་ན་རེད། ད་གང་ས་སྤྱི་ཐེངས་ནས་དེ་གནད་འགག་ཅིག་ཆགས་ཡོད་བ་ཡིན་ན་ལས་ཉིས་སྟོང་ཉེར་གཅིག་གཙང་སྙན་གྱི་དགུན་ཁའི་བད་ཀན་ཨོ་ལམ་པིག་དེ་ལ་ད་རྒྱལ་སྤྱིའི་གི་གྲོས་ཚོགས་དང་དེ་ནས་ཚོགས་པ་སྡེ་ཁག་མི་སྒེར་ད་དེ་འདྲ་མང་པོ་ཅིག་གི་ངོ་རྒོལ་ཤུགས་ཆེན་པོ་ཡོང་གི་ཡོད་བའི་ཆ་ནས་དེ་ལ་རྣམ་པ་ཡག་པོ་ཅིག་བསྟན་ཡག་གི་ཆེད་དུ་ད་རྒྱ་ནག་གི་བོད་ནང་ལོགས་ལ་ཅིག་ཡར་རྒྱས་འཛུགས་སྐྲུན་དང་དེ་ནས་ཆོས་དད་རང་དབང། དེ་ནི་བོད་མི་གིས་རྒྱ་ནག་གིས་བོད་མི་མང་གིས་རྒྱ་ནག་གི་དབང་བསྒྱུར་ལ་དགའ་མོས་རྒྱབ་སྐྱོར་ཡོད་རྒྱུ་གི་རྣམ་པ་ཅིག་བཟོ་བྱས་ནས་ད་བོད་ཀྱི་ངོ་གདོང་འདྲ་བ་དེ་བེད་སྤྱོད་གཏོང་ཡག་གི་ཆེད་དུ་དང། ཨ་ནི་ལྷག་པར་དུ་ད་ད་ལོ་རྒྱ་ནག་དམར་ཤོག་བཙུགས་ཕྱི་ནས་ལོ་བརྒྱ་འཁོར་གི་ཡོད་བ་དང་ཨ་ནི་བོད་དེ་ཞི་བའི་བཅིངས་འགྲོར་གཏོང་ཡིན་ལབ་ཕྱི་ནས་ད་ལོ་བདུན་ཅུ་འཁོར་གི་ཡོད་བས་ཆགས་ནི། ད་ད་ལོག་གི་ལོ་ཚིགས་དེ་གནད་འགག་ཆེན་པོ་གཅིག་ཆགས་ཡོད་པ་དང་ད་རྒྱ་ནག་གིས་དུས་རྒྱུན་དུ་ནི་བུ་མོ་མགོ་སྐོར་གཏོང་ཡག་དང་རྒྱལ་སྤྱི་མགོ་སྐོར་གཏོང་ཡག་ལ་ག་རེ་བཤད་ཀྱི་ཡོད་ཟེར་ན། ཀྲུང་གོ་གསར་བ་མེད་ན་བུ་གསར་བ་མེད་བ་དང་བུ་གསར་བ་མེད་ན་བུ་ལ་བདེ་སྐྱིད་དང་འོ་སྣང་མེད་བ། ནི་བུ་རྙིང་པ་དེ་ཀླ་ཀློ་དང་མུན་ནག་དང་རྗེས་ལུས་དང་བཀས་བཀོད་རྒྱུད་འཛིན་ཅིག་ཡིན་པའི་རྒྱུ་མཚན་གྱིས་ད་ཀྲུང་གོ་གསར་བ་ལ་བུ་མི་མང་གིས་དགའ་མོས་རྒྱབ་སྐྱོར་ཡོད་རེད་ལབ་ཀྱི་ནི་ད་བུ་ནང་ལོག་ལ་ཨ་ཀོ།

ཁོ་རང་ཚོས་རྒྱ་ནག་གི་ཤེས་ཡག་གིས་ད་ཞི་ཅིན་ཕིང་གི་གཟིགས་སྐོར་དེ། མིང་དོན་མཚུངས་པའི་གཟིགས་སྐོར་གྱི་མ་ཡིན་པར་འཁྲབ་སྟོན་གྱི་ཡིན་པ་དང་ད་འཁྲབ་སྟོན་དེ་གི་འཇོག་སྟངས་ཀྱི་གླུ་དབྱངས་འདྲ་བོ་དེ་ག་རེ་རེད་ལབ་ཨེ་ན། དེ་ནི་ཀྲུང་གོ་གསར་བ་དང་བོད་གསར་བ་ཟེར་ཡག་གིས་ད་ལོ་ངོ་བདུན་ཅུ་གི་འཇོག་སྟངས་གླུ་དབྱངས་རྙིང་པ་དེ་ད་བསྐྱར་འཁྲབ་བྱེད་ཀྱི་ནས་ཉིན་ཐོ་ཉི་ཤུ་རྩ་གཉིས་ཀྱི་བོད་བརྒྱན་གྱི་ཨོ་ལོང་པིག་གི་རྩེད་འགྲན་དེ་ལ་རྒྱལ་སྤྱིའི་གིས་རྒྱབ་སྐྱོར་དང་བློ་ཁ་འགུག་ཡག་གི་ཐབས་ཤེས་བྱེད་ཀྱི་ཆེད་དུ་ད་བྱེད་ཀྱི་ཡོད་པ་དེ་མངོན་གསལ་དོད་པོ་རེད་ད་དེ་མ་ཡིན་པའི་རྒྱབ་ལྗོངས་གཞན་དག་ཡང་ཡོད་སྲིད་པ་གས་ད་དོགས་པ་གཅིག་ཡོང་ཡོང་གི་འདུག་ཁོ་རྡ་རམ་ས་ལ་ནི་ང་ཚོ་གས་ད་རྔ་བརྡུང་སྟངས་དང་བྲོ་འཁྲབ་སྟངས་ལས་བལྟས་པ་ཡིན་ན་ད་དེ་སུས་ཁྲེལ་ཏེ་ཁོ་ད་ལྟ་དཔང་རྟགས་དེ་འདྲའི་གས་མེད་པའི་ཆ་ནས་དེ་རིང་ཞུ་གི་མེད། ད་དེ་ནས་ཁོ་རང་ད་ལྟ་བོད་ཀྱི་རྒྱལ་ས་ལྷ་ས་དང་གོང་དཀར་གནམ་སྟོང་དེ་བ་ལ་སླེབས་པའི་སྐབས་ལ་ད་ལམ་གྱི་ཟོར་ནས་ཅིག་ཁ་ཐག་སེམས་བྱས་ནས་སྒམ་པོ་བྱེད་ཉེན་དེ་ཚོ་ཡིན་པ་ཡིན་ན་ལེ་ད་རྒྱ་ནག་གཞུང་གིས་སྔ་ས་ས་ནས་བཀོད་སྒྲིག་གྱིས་བཞག་རྒྱུ་དང་བཙན་བཀའ་བཏང་ནས་གོ་རེ་གྱིས་བཞག་རྒྱུ་བཅས་ཡིན་པ་དང། ད་དེ་འབྲེལ་གྱི་གང་ལྟར་གྲ་རེག་བྱེད་བྱ་རྒྱུ་ཅིག་རེད་མ་གཏོགས་དེ་སོགས་གཅིག་བོད་མི་མང་གིས་རང་མོས་དང་དགའ་མོས་ཀྱི་ཐོག་ནས་ཞི་ཅིན་ཕིན་ལ་དགའ་བསུ་ཞུ་བ་ལ་ཡོང་མེད་པ་དེ་ད་དུས་རྒྱུན་དུ་བོད་ནང་ལོགས་ལ་སོ་སོ་གིས་དད་མོས་དང་དགའ་མོས་བྱེད་ས་དེ་ལ་དད་གུས་གོང་བཀུར་བྱེད་ས་ཅིག་རང་རྩ་བ་ཉིད་ནས་མེད་པ་གི་གནད་དོན་དེ་ཚོ་ནི་གསལ་པོ་ཞི་བ་ཅིག་ནས་ར་འཕྲོད་ཐུབ་ཡག་རེད། དཔེ་ཆ་བཞག་པ་ཡིན་ན་དུས་རྒྱུན་དུ་རྒྱལ་བ་རིན་པོ་ཆེ་གི་སྐུ་པར། བོད་རྒྱལ་ཁབ་ཀྱི་རྒྱལ་དར་ཉར་བ་དང་འཕྱར་བ་བྱས་ན་ནག་ཉེས་ལ་རྩིས་བྱས་ནས་བཙོང་འཇུག་བྱེད་ཀྱི་ཡོད་རེད་བོད་མི་མང་ལ་ད་ལྟའི་ཆ་ལ་ཅིག་སོ་སོ་ལ་དགའ་ས་དེ་ལ་དགའ་འབོད་བྱེད་ས་དང་དགའ་བསུ་བྱེད་ཡག་གི་རང་དབང་དང་གནས་སྟངས་ཀྱི་བོད་མི་མང་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲས་ཀྱི་བྱས་བ་ཡིན་ན་རྒྱལ་བ་རིན་པོ་ཆེ་གི་སྐུ་པར་གྱི་ཉར་བ་ཡིན་ན་བཙོང་འཇུག་བྱེད་ཡག་གི་གནས་སྟངས་ཆགས་ཀྱི་ཡོད་རེད་ཉེ་བའི་ཆ་ལ་སྤོ་སྟག་ལགས་ཀྱི་མདུན་ལ་ད་རྒྱ་ནག་དམར་ཤོག་གཙོ་བྱས་ནས་ལོ་བརྒྱ་འཁོར་བའི་གི་དགའ་སྟོང་གྲ་སྒྲིག་གི་བརྒྱུད་རིམ་གི་ནང་ལོགས་ལ་དེ་ནི། བོད་མི་མང་སྟེ་སྤོ་སྟག་ལགས་ཀྱི་ཉེ་འཁོར་ལ་ཡང་ཡོང་མ་བཅུག་པ་བྱེད་ཀྱི་ནས་བཀག་སྡོམ་དམ་དྲག་བྱེད་ཀྱི་ཡོད་བོད་ཀྱི་གནས་སྟངས་དང་བོད་ནང་ལོག་ལ་ད་རང་དབང་བོད་མི་མང་ལ་རང་དབང་མེད་པར་བོད་ཡུལ་རྒྱ་ཡུལ་ལ་བསྒྱུར་གྱི་ཡོད་བ་དེ་ད་སྐབས་དེ་དུས་བོད་ཀྱི་བུད་མེད་བཅས་ཀྱིས་བློས་གཏོང་ཆེན་པོ་བྱེད་ཀྱི་ནས་གང་ལྟར་སྙན་བཟོས་བྱས་ནས་ངུ་འབོད་བྱེད་ཆོག་གི་སྙན་དེ་གས་ད་འགྲེལ་བཤད་གསལ་པོ་ཅིག་བྱེད་ཀྱི་ཡོད་རེད་བ་དེ་རིམ་པ་གཅིག་རེད། དེ་སོགས་ང་ཚོས་སྤྱི་ཚོགས་དྲ་ལམ་ཁག་ལ་དངོས་གནས་ཀྱི་དྲིལ་བསྒྲགས། གནང་དགོས་པ་དེ་དག་གལ་ཆེན་པོ་ཞེ་བོ་ཆགས་ཀྱི་ཡོད་རེད་རོང་བོ་ལུང་པ་ལ་བདེ་སྙན་ཚོགས་ཀྱིས་ང་ཚོ་རོང་བོ་ལུང་པ་ལ་བདེ་སྙན་ཚོགས་ཀྱིས་ཞི་ཅན་ཕེའི་ལྷ་ས་ལ་སླེབས་འབྱོར་གྱི་བརྙན་དང་པར་གཅིག་པུ་འགྲེམས་སྤེལ་བྱས་པ་མ་ཡིན་པ། དེ་དང་མཉམ་དུ་ཉེ་ལམ་ལྷ་ས་ནས་ད་བུག་གི་བུད་མེད་དེ་གའི་གཏོང་འཇོག་གི་བརྙན་ལ་སོགས་པ་བོད་ནང་ལོགས་ལ་ཉིས་སྟོང་བརྒྱད་དགུ་ནས་གཙོས་པའི་གྲངས་ནོར་མནར་གཅོད་གཏོང་ཡོད་ཆོག་གི་ད་པར་དང་བརྙན་མང་པོ་ཡོད་རེད་དེ་ཚོའི་གྲས་དེ་ད་ལྟ་ཞེ་ཆེན་པའི་བུག་ལ་ཡོང་ཆོག་གི་པར་དང་བརྙན་དེ་ཚོ་མཉམ་དུ་མཉམ་སྦྱར་བྱེད་ཅི་ནས་ནི་ད་རྒྱལ་སྤྱིའི་སྤྱི་ཚོགས་དྲ་ལམ་ཁག་ལ་ང་ཚོ་གིས་ཞེ་ཆེན་པའི་ལ་ངོ་རྒོལ་བྱེད་དགོས་ཀྱི་རེད་མ་གཏོགས་ཁོ་ལྷ་ས་ལ་ཡོང་དུས་དང་གོང་དཀར་གནམ་ཐང་ལ་སླེབས་དུས་ཀྱི་ད་བརྙན་དེ་ཚོ་པར་དེ་ཚོ་ནི་ངོ་དེབ་ཐོག་ལ་ང་ཚོས་ཇི་མ་ཇི་བཞིན་བཀྲམ་བསྡད་པ་ཡིན་ན། འགྲེལ་བཤད་གང་ཡང་མེད་པ་བྱས་ནས་དེ་འདྲ་ཅིག་བཀྲམ་བསྡད་པ་ཡིན་ན། ནི། འགྲེལ་བཤད་གང་ཡང་མེད་པ་ལབ་དུས་ཙམ་པ་ལ་ཞི་ཅན་ཕེའི་བུ་དང་ལྷ་ས་ལ་སླེབས་རེས་ལབ་བྱས་ནས་ད་དེ་འདྲ་གི་འགྲེལ་བཤད་གཅིག་པོ་གཅིག་གིས་མ་གཏོགས་མེད་པ་བྱས་ནས་བཀྲམ་བསྡད་པ་ཡིན་ན་ད་དགྲ་བོ་གི་དྲིལ་བསྒྲགས་དེ་ལ་ང་ཚོ་གིས་དེ་ལས་ཆེ་ཡག་གི་རོགས་པ་བྱེད་ཡག་གང་ཡང་མེད་པ་དེ་ཧ་གོ་དགོས་གལ་ཆེན་པོ་རེད་དེ་གཅིག་ཞུ་ཉན་སྤྲོ་སོང། རྒྱ་ནག་གི་སྲིད་འཛིན་བོད་ཀྱི་འཇར་ས་ལ་ཡོང་ཡག་གི་འཁྲབ་སྟོང་དེ་ད་དེ་འདྲ་བྱེད་བྱེད་ནི་ང་ཚོ་གི་ལྐོག་བདེ་བ་ཡིན་ན་ནི་རང་གཞན་གི་དྲི་བ་ཅིག་སླེབས་ཀྱི་རེད་དྲན་འདུག་ག་རེ་བྱེད་ནས་ནི་ཁྱོད་རང་གིས་དེ་འདྲ་བྱེད་ནས་ལྐོག་གི་ཡོད་དེ་བསམ་བློ་གཏོང་དགོས་ཡ་ཅིག་དང་དྲི་བ་ཅིག་རང་གཞན་གི་སླེབས་ཡ་ཅིག་ཆགས་ཡོད་དུས་ཙམ་པ་ལ་རྣམ་པ་ཚོ་དེ་འདྲ་གི་བརྙན་དང་པར་སྐུར་བཞག་རྒྱུ་དེ་སོགས་ཡིན་པ་ཡིན་ན་ལ་ཡག་མིན་ན་མར་གླེང་ཡ་ཡག་མིན་ན་དེ་སོགས་ཀི་ཐོག་ལ་འབྲེལ་བཤད་བོད་ནང་ལོག་ལ་སྤྱི་ཡོངས་ཀི་ཆ་ནས་རང་དམ་དྲག་མེ་སྒྱོགས་ཀི་གནས་སྟངས་དེ་སོགས་ཡང་འབྲེལ་བཤད་བརྒྱབ་ནི་ད་ལྟ་ཞི་ཅིན་ཕིན་བོད་ལ་སླེབས་ཡོད་བ་དེ་ཡང་འབྲེལ་བཤད་བརྒྱབ་ད་དེ་དང་མཉམ་དུ་བོད་ནང་ལོག་ལ་གང་ལྟར་མི་ལོ་དྲུག་ཅུ་བདུན་ཅུ་ཅིག་ལ་དམར་སུག་དྲག་གནོན་གཏོར་བཤིག་དམ་དྲག་བྱེད་རྒྱུ་གི་པར་དེ་ཚོ་མཉམ་དུ་བསྐུར་ཐུབ་པ་ཡིན་ན་ད་དངོས་གནས་ཁྱེད་ད་བུ་རྩ་སྟོང་ལ་ཕན་ཡག་ཅིག་དང་བདེན་པ་གི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་བ། འོ་དེ་གཅིག་ཞུ་བ་ཡིན། ད་བོད་ཀྱི་གསར་ཁང་ངས་དེ་རིང་འདི་འདྲི་གཅིག་མ་ཤེས་ཀ་མེད་ཆགས་ཡག་འདྲ་བོ་དེ་བོད་ཀྱི་གསར་ཁང་ཁག་ཅིག་དང་བོད་པ་མི་སྒེར་པ་ཁག་ཅིག་གིས་ད་གོང་ལྟར་ཞི་ཅེན་ཕེ་བོད་ལ་ཡོང་བའི་སྐབས་ཀྱི་ད་གོང་དཀར་གནམ་ཐང་ལ་གློད་པ་ནི་པོ་ཏཱ་ལགས་དང་ད་གཙུག་ལག་ཁང་དེ་ཚོ་ལ་ཁོ་རང་སོང་བའི་སྐབས་ཀྱི་རྒྱ་ནག་རང་གི་བཀྲམ་བཞག་རྒྱུག་གི་པར་དེ་ཚོ་བརྐོ་བྱས་ནས་ད་ཞི་ཅེན་ཕེ་བོད་ལ་སླེབས་ཡོད་རེད་ལགས་ཡག་གི་སྐད་ཆ་ཙམ་མ་གཏོགས་དེའི་རྒྱབ་ལྗོངས་དང་རྒྱུན་ལྡན་བོད་ནང་ལོགས་ལ་ཅིག་རང་ཡོད་མེད་ཀྱི་སྐོར་ཟོར་ཙམ་ཡང་འབྲི་རྒྱུ་མེད་པར་བཀྲམ་བསྡད་ཡ་དེ་ཚོ་ད་ང་ཚོ་རང་ནང་པ་ལ་ཡོད་ཉེན་གྱི་གསར་ཁང་ཡིན་པ་ཡིན་ན་རེད་མི་སྒེར་པ་ཡིན་ན་ལས་དེ་ཚོ་ཧ་ཅང་གི་འཐུས་ཤུལ་དང་ནོར་འཁྲུལ་ཆེན་པོ་ཅིག་རེད་དྲན་གྱི་འདུག། དེ་སུས་བྲིས་ཏེ་རྩ་དོན་ལ་འགན་མ་ཁུར་བ་དང་བོད་ནང་གི་གཞིས་ལུས་མི་མང་གི་ཅིག་རང་དབང་དང་གནས་སྟངས་ལ་འགན་མ་ཁུར་བ་ཅིག་གཏན་ནས་ཆགས་ཀྱི་རེད་ཟེར་མཁན་གཏན་སིལ་པོ་བྱས་ནས་ཞུ་གི་ཡོད་ཀུན་སློང་ལ་ཁེ་གཅོང་འཛུགས་དང་དོགས་པ་བྱེད་ཀྱི་མེད་དེ་ཁོ། ད་དེ་སྤྱི་ཚོགས་དྲ་ལམ་ལ་ཀོ་ཅོག་གི་གོ་བ་འདྲ་བོ་དེ་ནོར་བ་ཅིག་འགྲོ་གི་ཡོད་པའི་ཆ་ནས་ངས་དེ་ཞུ་གི་ཡོད། ག་རེ་བྱས་ནས་ལ་བ་ཡིན་ན་འདི་འདྲ་བྱེད་ཅེས་ནས་གཅིག་ཞི་ཅན་ཕེའི་བོད་ལ་ལི་བའི་འབྲི་ཤེས་རྩ་མ་གཏོགས་སྤྱི་ཡོངས་བོད་ནང་གི་རྒྱབ་ལྗོངས་ཀྱི་གནས་ཚུལ་དེ་ཚོ་འབྲི་ཤེས་མེད་པའི་ཐོག་ནས་ད་ཅིག་ཁོང་རང་བོད་ལ་སླེབས་ཕྱོགས་ཀྱི་པར་སྤེལ་ཏེ་དེ་ཚོ་བཀོག་བསྡད་པ་ཡིན་ན་ནི་རྒྱལ་སྤྱིའི་ཐོག་ལ་བོད་མི་མང་གིས་རྒྱ་ནག་གཞུང་ལ་དགའ་མོས་རྒྱབ་སྐྱོར་ཡོད་ཆོག་གི་ཅིག་གོ་བ་ནོར་བ་བྱེད་འགྲོ་ཡག་གི་ཉེན་ཁ་དཔེ་མི་སྲིད་པའི་ཉེན་ཁ་ཆེན་པོ་ཡོད་རེད་དྲན་གྱི་འདུག། དེ་དེ་བྱས་ནས་ངས་དེ་རིང་གི་བརྙན་དེ་བཟོ་གི་ཡོད། ང་ཚོ་གི་སྤྱིར་བཏང་ནས་ནམ་ཞར་རྒྱུན་དུ་ད་སོ་སོ་གི་སྤྱི་ཚོགས་དྲ་ལམ་ཡིན་ན་རེད་ཅིག་ཡུལ་འཕྲོད་པ་ཡིན་ན་རེད་ད་དེ་སོགས་ལ་སོ་སོ་གི་པར་དང་གནས་ཚུལ་ག་རེ་གོ་ན་དེ་རང་དབང་རེད། ཡིན་ན་ལེ་ང་ཚོ་གི་སྤྱི་ཚོགས་དྲ་ལམ་ཁག་ལ་བོད་ནང་ལོག་གི་པར་དང་བརྙན་གནས་ཚུལ་ག་འདྲ་ཅིག་སྤྱི་ཚོགས་དྲ་ལམ་ཁག་ལ་བཀོལ་བ་ཡིན་ན་ལེ་དེ་འགོ་བའི་སྐབས་ལ་ངེས་པར་དུ་བོད་ཀྱི་རྩ་དོན་ལ་འགན་འཁྱེར་དགོས་ཡ་བསམ་བློ་གཏོང་དགོས་ཡ་གཞིས་ལུས་མི་མང་གི་བདེ་འཇགས་ལ་བསམ་བློ་གཏོང་བྱས་ནས་དེ་འདྲ་གི་གནས་ཚུལ་ཅིག་ཀོ་བ་ཐེ་གི་ཕན་དང་གནུག་འདྲ་བོ་ག་རེ་ཆེ་ཡོད་ས་རེད་དེ་ལ་ངེས་པར་དུ་ང་ཚོས་བསམ་བློ་གཏོང་དགོས་བ་དེ་དཔེ་མི་སྲིད་གལ་ཆེན་པོ་རེད་དེ་ངས་ཞུ་གི་ཡོད་ང་རང་འདྲ་བ་ཅིག་ནས་དེ་འདྲའི་སྐབས་ལ་བསམ་བློ་ཡང་གཏོང་གི་ཡོད་བསམ་བློ་གཏོང་བ་ཙམ་དུ་མ་ཟད་ཅིག་སྤྱི་ཚོགས་དྲ་ལམ་འགའ་ལ་དེ་འདྲ་གི་གནས་ཚུལ་ཀོ་ཉེན་དེ་ཚོ་མི་སྒེར་ལ་ཁ་ཐུག་འབྲི་བ་བྱེད་ཅིག་ནས་ཡིག་སྒམ་དེ་ཚོ་ནང་ལོག་ལ་འབྲི་བ་བྱེད་ཐུབ་ས་དེ་ཚོ་ལ་ང་གིས་ཅིག་སོ་སོའི་བསམ་ཚུལ་ཞུ་བསྡད་གི་ཡོད་ག་དུས་ཡིན་ན་ལས་དེ་རན་པ་ཅིག་ཡིན། ད་མདོར་བསྡུས་ན་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་བདུན་པའི་ཚེས་པ་ཉི་ཤུ་གཅིག་ལ་ད་དགྲ་བོ་རྒྱ་ནག་གི་སྲིད་འཛིན་ཞི་ཅེན་ཕེན་བོད་ཀྱི་རྒྱལ་ས་ལྷ་ས་ལ་སོགས་པའི་གི་ད་བོད་ཀྱི་ས་ཁུལ་ཁག་ཅིག་ལ་ད་ཕྱོགས་བསྐྱོད་བྱས་པའི་གི་ལས་རིམ་གི་འཁྲུག་ལ་ད་ཁོ་རང་གི་བོད་ཀྱི་འཛུགས་སྐྲུན་གི་ས་ཁུལ་ཁག་དང་དེ་ནས་ཆོས་ཕྱོགས་གི་ལྟེ་གནས་ཁག་ཅིག་ལ་ད་སོང་ཡོད་རེད་ད་དེ་འདྲའི་འགྲོ་ཡ་དེ་ཡང་ཁོ་རང་གི་དམིགས་འབེན་རང་བཞིན་གི་ད་འཆར་གྱི་རང་བཞིན་གི་ས་ཚིགས་བདམས་པ་ཅིག་ཆགས་གི་འདུག་ཟེར་ངས་དེ་ཞུ་གི་ཡོད་དེ་ཡང་དཔེ་ཆ་བཞག་པ་ན། ཉེ་འཁྲིས་ཀྱི་འཁོར་གྱི་རྟ་གཡང་ལུང་གཙང་པོ་དང་ཉང་ཆུ་གི་རྒྱུད་ཀྱི་སྐྱེ་ཁམས་ཁོར་ཡུག་གི་ལས་གྲྭ་ཟེར་ཡག་དང་དེ་ནི་གྲོང་གསེབ་དང་གྲོང་ཁྱེར་འཕེལ་རྒྱས། གྲོང་ཁྱེར་གྱི་སྐྱེ་གླིང་འཛུགས་སྐྲུན་ཟེར་ཡག་ད་དེ་སོགས་ཀྱི་ལས་དོན་ལ་རྟོག་ཞིབ་བྱེད་ཕྱོགས་ཀྱི་རྣམ་པ་དང་དེ་འབྲེལ་གྱི་གནས་ཚུལ་སྤེལ་བསྡད་ཡག་དང། དེའང་ནང་རྐྱེན་ད་ལྷ་ས་ནས་ཉེ་འཁྲིས་བར་ལ་ཉེ་བའི་ཆ་ལ་ད་བཟོ་སྐྲུན་བྱེད་ཕྱོགས་ཀྱི་མེ་འཁོར་ལྕགས་ལམ་དང་འཛུགས་སྐྲུན་གྱི་ལས་གཞི་དེ་སོགས་ལ་རྟོག་ཞིབ་བྱེད་ཀྱི་ཡོད་ལབ་ཀྱི་ནས་ད་རྡོག་རྡོག་སྟེ་བོད་ནང་ལོགས་ལ་ཡར་རྒྱས་དང་འཛུགས་སྐྲུན་བྱས་ཡོད་པ་དེ་དྲིལ་བསྒྲགས་བྱེད་ཡག་ཅིག་གི་ཆེད་དུ་ད་འཛུགས་སྐྲུན་དང། དེ་འབྲེལ་གྱི་ས་ཚིགས་ཁག་ཅིག་ལ་འགྲོ་གི་ཡོད་བ་དེས་ད་རྒྱལ་སྤྱིའི་ཐོག་ལ་བོད་ནང་ལོགས་ལས་བདེ་སྐྱིད་དང། རྒྱ་ནག་གི་རོགས་རམ་འཛུགས་སྐྲུན་ཁོར་ཡུག་སྲུང་སྐྱོབ་བྱེད་ཀྱི་ཡོད་ཆོག་གི་རྣམ་པ་ཅིག་བསྟན་ཡག་གི་ཐབས་ཤེས་འཐེན་གྱི་ཡོད་བ་དེ་ད་དམིགས་འབེན་གཅིག་མཐོང་གི་འདུག་དམིགས་འབེན་རྙིང་པ་འདྲ་བོ་དེ་བོད་ཕྱི་ནང་གཉིས་ཀ་གི་ད་དཔུང་རེག་ཁ་ཡིན་ན་རེད་བོད་མི་མང་ལ་མགོ་སྐོར་གྱི་འཁྲབ་སྟོང་ཅིག་ཡང་བསྐྱར་འཁྲབ་བྱས་ནས་བོད་མི་མང་གི་སེམས་པ་བསླུ་ཐབས་བྱེད་ཀྱི་ཡོད་བ་དེ་ད། འཁྲབ་སྟོང་ཅིག་ཆགས་ཀྱི་འདུག་ཟེར་དྲན་གྱི་འདུག་ག་རེ་བྱས་ནས་ཞུ་དགོས་ལབ་ན་ད་སྔོན་མ་ར་བོ་ཆགས་བྱས་ན་ང་ཚོ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་དེའི་དབྱིན་ཡོངས་ལ་ནི་རྒྱལ་བ་པཎ་ཆེན་རྣམ་གཉིས་ཀྱིས་གཙོས་པའི་བོད་གཞུང་གི་སྐུ་དྲག་རྣམ་པ། སྐུ་དྲག། རྣམ་པ་གི་ནང་མི་དང་བཅས་པ་གང་ལྟར་རྒྱ་ནག་ལ་མར་འདི་འདྲའི་གི་རྣམ་པ་གི་ཐོག་ནས་རྒྱ་ནག་ལ་མར་སྐད་གཏོང་བྱས་ནས་སྐབས་དེ་དུས་ཀྱི་ད་རྒྱ་ནག་གི་འཛུགས་སྐྲུན་གི་ལས་གྲྭ་ཁག་གཙོ་བོ་བྱེད་ཕྱོགས་ཀྱི་ད་ཡང་མིང་དཔེ་རུ་བཞེད་ཀྱི་ས་ཚིགས་ཁག་ལ་ནི་ད་བོད་ཀྱི་སྐུ་ཚབ་རྣམ་པ་དང་བོད་མི་མང་གི་ད་མཐོ་རིམ་གྱི།

ད་དེ་རིང་ཡང་ཞི་ཅིན་ཕིང་འགྲོ་ས་གི་འཛུགས་སྐྲུན་གི་ས་ཚིགས་དེ་ཚོ། ཆེད་མངགས་དེ་འདྲི་གི་ད་འཛུགས་སྐྲུན་གི་ས་ཚིགས་བཀག་སྡམ་བྱས་ནས་ཡར་རྒྱས་གཏོང་ཡོད་ལ་ཨ་ཀི་འཁྲབ་སྟོང་དེ་གི་འཛིན་སྐྱོང་དང་ད་སྡིངས་ཆ་གཙོ་བོ་འདྲ་བོ་དེ་གི་དམིགས་འབེན་དེ། ད་དེ་ག་རང་ཕྱོགས་གཅིག་ནས་རྒྱལ་སྤྱི་འགོ་ཁ་བསླུ་བྲིད་བྱེད་ཡག་ནི་ཕྱོགས་གཞན་ལ་ནི་བོད་ཕྱི་ནང་གཉིས་གི་ད་དཔོན་རིགས་ག་གཙོ་བོ་བྱས་བའི་གི་བོད་མི་མང་ལ་མགོ་སྐོར་གཏོང་ཡག་གི། ཟླ་འཁྲབ་སྟོང་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ན་ལས་བོད་ནང་ལོགས་ལ་ད་དངོས་ཡོད་གནས་ཚུལ་ལ་དེ་འདྲས་ཀྱི་ཡར་རྒྱས་འཛུགས་སྐྲུན་གཏོང་ཡི་རྒྱབ་ལོགས་ལ་ག་རེ་ཡོད་རེད་ལབ་ན་ད་བོད་ནང་ལོགས་ཀྱི་གཏེར་ཁ་སྔོག་འདོང་གི་བོད་ཀྱི་འཁོར་ཡུག་ལོ་སྟོང་ཕྲག་མང་པོ་ལ་ད་བོད་ཀྱི་མི་དམངས་ཀྱི་སྲུང་སྐྱོབ་བདག་པོ་རྒྱབ་བསྡད་ཆོག་གི་འཁོར་ཡུག་དེ་ད་དངོས་གནས་ཀྱི་ད་ས་མི་ཐོབ་པའི་གཏོར་ཞིག་བཏང་ཡོད་རེད་དེ་ག་ནང་བཞིན་ད་བོད་རྒྱ་ཆེའི་མི་དམངས་ཀྱི་འཚོ་རྟེན་འདྲ་བོ་དེ་ཞིང་པ་དང་འབྲོག་པ་ཀྱི་འཚོ་རྟེན་ཆགས་བསྡད་ཡོད་བ་དེ་ད་ཕྱོགས་ཡོངས་ནས་གོང་ལྟར་དེ་ནི་གཏོར་བཤིག་བྱེད་བྱེད་ནས་ད་ལྟའི་ཆ་ལ་བོད་མི་མང་དྲག་བོ་ཆེ་ཆགས་བཞིན་དུ་དངོས་གནས་ཀྱི་ད་འཚོ་བ་རང་སྲོག་བྱས་མ་གཏོགས་བ་སོ་སོའི་ས་ཆ་ལ་ད་དེ་འདྲས་ཀྱི་གནས་སྟངས་དཀའ་ལས་ཁ་བོ་བཅས་ཀྱི་འཚོ་བའི་དཀའ་ངལ་དེ་ཚོ་ད་རྒྱབ་ལོག་ལ་སྦས་བཞིན་ཡོད་རེད་ད་ད་ད་དེ་ཚོ་ཚོར་བརྟེན་གྱི་ཡོད་མ་རེད་རྩ་བ་ཉིད་ནས་དེ་འདྲའི་དགྲ་བོ་རྒྱ་ནག་གིས་བོད་ནང་གི་དངོས་ཡོད་གནས་ཚུལ་དེ་སྦས་འགེབས་བྱེད་བཞིན་ཡོད་བ་མ་ཟད་བློ་ཕམ་པ་གཅིག་ལ་ད་ད་ད་ང་ཚོ་རང་ལུང་པ་ལ་ཡོད་ཉེན་གྱི་བོད་པ་དེ་ཚོ་གི་ཡང་ནི་ཅིག། ག་རེ་ལབ་དགོས་རེད་བོད་ནང་ལ་ལ་དེ་འདྲས་ཀྱི་འཁོར་ཡུག་གཏོར་བཤིག་ཞིང་འབྲོག་གི་ད་འཚོ་རྟེན་གཏོར་བཤིག་དེ་ནས་བོད་ཀྱི་ཆུ་དང་རི་གཞུང་གི་ད་ལྟེ་གནས་དང་ངོ་བོ་མང་པོ་ཅིག་བོད་ཡུལ་རྒྱ་ཡུལ་ལ་འཇུག་གི་ཡོད་ཆོག་གི་རྣམ་པ་དེ་ཚོ་ད་ད་ད་མི་སྒེར་གྱི་སྤྱི་ཚོགས་དྲ་ལམ་ཡོད་ཉེན་དེ་ཚོ་གི་སྤྱི་ཚོགས་དྲ་ལམ་ཁག་ལ་དངོས་གནས་ཀྱི་དྲི་ར་ཡག་པོ་ཅིག་གནོང་ཐུབ་གི་ཡོད་མ་རེད་ཡང་བསྐྱར་གླེང་སློང་ཡག་པོ་ཅིག་བྱེད་ཐུབ་གི་ཡོད་མ་རེད་ལྷག་པར་དུ་ད་ད་ཞི་ཅིང་ཕིང་འདི་འདྲའི་བོད་ལ་འགྲོ་བའི་སྐབས་ལ་ལྟ་ངོས་ནས་བྱས་ན་ང་ཚོས་དེ་སོགས་ཡང་བསྐྱར་ཅིག་དཔྱད་ལོང་ཅིག་བྱས་པ་ཡིན་ན་ཨ་ནི་རྒྱལ་སྤྱིའི་སྐབས་ལ་དོ་སྣང་ཡོང་ཡག་གི་གནད་དོན་ཅིག་ཆགས་བསྡད་དགོས་རེད་ད་དེ་སོགས་ཡང་ང་ཚོས་བྱེད་ཐུབ་ཀྱི་ཡོད་མ་རེད། ཨ་ད་དེ་སོགས་དངོས་གནས་ཀྱི་ང་ཚོ་གི་བློ་ཕམ་དགོས་པ་དང་ང་ཚོ་རོང་བོ་ལུང་པ་ལ་ཡོད་ཉེས་ཚོགས་ཀྱི་འཐུས་ཤུལ་ཅིག་ཆགས་བསྡད་ཡོད་རེད་དྲན་གྱི་འདུག། ལྟ་བུ་གོང་ཆེན་ལྗོངས་ལ་དངོས་གནས་ཀྱི་བཀའ་དྲིན་ཧ་ཅང་གི་ཆེ་བའི་གི་རྟ་སྐྱེ་བོ་པན་ཆེན་སྐུ་ཕྲེང་བཅུ་བ་མཆོག་གི་རྟ། རྒྱ་ནག་གི་བོད་ལ་ཡར་རྒྱས་འཛུགས་སྐྲུན་བྱེད་བྱེད་ཕྱོགས་ཀྱི་ཁེབས་སང་དང་བོད་ལ་གཏོར་བཤིག་དང་འཕྲོག་འཁྱེར་བྱེད་ཕྱོགས་ཀྱི་གྱོང་གུད་ཆེ་བ་ཡིན་ན་བོད་མི་མང་ལ་གྱོང་ཆེ་ཡོད་མ་གཏོགས་རྒྱ་ནག་གི་སྤྲད་ཕྱོགས་ཀྱི་ཁེབས་སང་ཆེ་བ་མེད་ས་གསལ་པོ་ཞུ་བ་བྱས་ནས་བསྡོམས་བརྒྱབ་གནང་ཡོད་རེད་ད་དེ་གི་སང་དེ་སང་འགྲོ་བ་ཆགས་ཀྱི་ནས་པན་ཆེན་སྐུ་ཕྲེང་བཅུ་བ་མཆོག་གི་ཁོ་རང་གི་སྐུ་སྲོག་བློས་གཏོང་བྱས་ནས་ད་གང་ལྟར་རྒྱ་ནག་གི་བཙན་འཛུལ་གྱི་འོག་གི་འདས་པ་དང་ད་ལྟའི་སྐབས་བོད་དང་རྒྱ་ནག་བར་གྱི་ལོ་རྒྱུས་ལ་སྡོམ་ཚིག་ལབ་གི་ཡོད་ན་འདྲ། བོད་ནང་གི་དངུལ་གནས་ཚུལ་ཕྱོགས་སྡོམ་གནང་བ་ཅིག་ཆགས་བསྡད་ཡོད་རེད། ད་ལྟའི་ལོ་རྒྱུས་དངུལ་གྱི་ནང་གི་མི་སྣ་བཅས་ཀྱི་ལོ་རྒྱུས་ཀྱི་བདེན་དཔང་གི་ལྟ་སྲུང་ཧ་ཅང་གི་རི་མཐོང་ཅན་ཞིག་ཡིན་པའི་ཆ་ནས་དེ་ཚོ་ང་ཚོ་གི་རྒྱལ་སྤྱིའི་ཐོག་ལ་དྲིལ་བསྒྲགས་བྱེད་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་དྲན་འདུག། མི་རིགས་གཅིག་ལ་དངོས་གནས་ཀྱི་ཁ་ཡོད་ལག་ཡོད་ཀྱི་ཡར་རྒྱས་འཛུགས་སྐྲུན་བྱེད་དགོས་ཀྱི་ཡོད་ན་མི་རིགས་རང་གི་ཁྱད་ཆོས་མ་བོར་བའི་གྱི་རྟ་ཤི་ཡོང་སློབ་གསོ་དེ་གལ་ཆེ་ཤོས་ཆགས་ཀྱི་ཡོད་རེད། ཡིན་ན་ལས་ལྟ་ཉེ་ལམ་བོད་ནང་ལོག་ལ་ཆ་བཞག་པ་ཡིན་ན་བོད་མགོ་ལོག་ཁོ་ལ་མི་སྒེར་པགས་ཀྱི་འགྲོ་སོང་བཏང་ནས་གཙོ་བཞག་འཇོག་གི་རྟ་སློབ་གྲྭ་ཁག་བདུན་ཟེར་གྱི་གང་ལྟར་རྒྱ་ནག་གི་རྟ་སྒོ་བརྒྱབ་དགོས་རེད་ལབ་ཀྱི་ནས་བཙན་བཀའ་གཏོང་བ་མ་ཟད་སྒོ་བརྒྱབ་ཡག་དེ་ཡང་སྤྱི་རྟ་སྒོ་བག་གི་ཚེས་པ་གཅིག་ནང་ཚུད་ལ་ངེས་པར་དུ་སྒོ་བརྒྱབ་ཚར་བ་དགོས་ཀྱི་ཡོད་རེད། རླབས་ཆེ་ནི་ད་རྒྱ་ནག་གིས་བཙན་བཀའ་བཏང་ཡོད་རེད་བ། ད་དེ་ནས་ག་རེ་འཚོང་གི་ཡོད་རེད་ཟེར་ན་རྒྱ་ནག་གཞུང་གིས་བོད་མི་མང་ལ་ཡར་རྒྱས་འཛུགས་སྐྲུན་རོགས་རམ་བྱེད་ཡག་གི་ནི་དེ་འདྲ་གི་ཀུན་སློང་ཙམ་ཡང་མེད་བ། བོད་པ་གིས་བོད་པ་ལ་རོགས་རམ་བྱས་ནས་ཡར་རྒྱས་བཏང་ནས་ཤེས་ཡོན་སྤྲད་བ་ཡིན་ན་དེ་ལ་ཡང་རྒྱ་ནག་དགའ་གི་མེད་བ། རྡོག་རྡོག་བོད་ཡུལ་དེ་རྒྱ་ཡུལ་རང་ལ་འགྱུར་ཡག་དང་བོད་དེ་རྩ་མེད་གཏོང་ཡག་གི་ད་སྲིད་ཇུས་དེ་ད་དུང་ཡང་འགྱུར་བ་མེད་བ་དེ་གསལ་པོ་ཞུ་གཅིག་ད་དེ་སོགས་ནི་ར་འཕྲོ་ཡག་གི་གནད་དོན་ཆགས་བསྡད་གི་ཡོད་རེད། ད་ད་ལྟའི་ཆ་ལ་དགྲ་བོ་རྒྱ་ནག་གི་སྲིད་འཛིན་ཞི་ཅེན་ཕིའི་བུ་ལ་ཨ་ནི་གཟིགས་སྐོར་ཡིན་ལབ་བྱས་ནས་སླེབས་བྱས་ནས་བུ་ཞི་བའི་བཅིངས་འགྲོར་གཏོང་ནས་ལོ་བདུན་ཅུ་འཁོར་བ་ལ་ད་མཚམས་རེ་ཡོད་ཨ་ནི་བོད་མི་མང་ལ་སེམས་ཁོར་ཡོད་བརྩེ་བ་ཡོད་ལབ་བྱས་ནས་ཡོང་གི་རེད་དེ་སོགས་ཡོངས་སུ་སྐྱག་རྫུན་ཡིན་པ་ག་ར་སྤྲོ་སྐྱིད་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ད་ལོ་སྔོན་མ་ཨ་ནི་བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་མ་བདུན་པ་དེ་འཚོགས་པའི་སྐབས་ལ་ཞི་ཅེན་ཕིན་གྱིས་ག་རེ་ལབ་ཡོད་རེད་ཟེར་ན་བོད་ཀྱི་ལས་དོན་དང་འབྲེལ་བའི་སྐོར་ལ་ངན་པར་དུ་བསྒྲུབ་དགོས་ཡག་གི་དོན་ཚན་བཅུ་ཞིག་ཡོད་རེད་བ། དེ་གི་དོན་ཚན་བཅུ་གི་དོན་ཚན་བརྒྱད་པ་དེའི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། ངེས་པར་དུ་ཆུ་ལོག་ཀྲུང་གོ་ཅན་ལ་བསྒྱུར་རྒྱུ་མཐའ་འཁྱོངས་བྱེད་དགོས་ཀྱི་རེད། ཁྲིམས་ལུགས་ནང་བཞིན་ཆུ་ལོག་ལ་དོ་དམ་མཐའ་འཁྱོངས་བྱེད་དགོས་ཀྱི་རེད་ལབ་བྱས་ནས་ལྟ་རྡོག་རྡོག་སྟེ་བོད་བརྒྱུད་ནང་བསྟན་དེ་རྒྱ་ནག་གི་རྒྱ་ནག་ཅན་དུ་བསྒྱུར་དགོས་ཡ་དང། དེ་ནི་དམར་ཤོག་གི་ཁྲིམས་ཀྱི་ཆུ་ལོག་གི་བྱེད་སྒོ་དེ་ལྟ་བཀག་སྡོམ་དང་བཙན་གནོན་བྱེད་ཡ་གི་སྲིད་ཇུས་དེ་ཡོངས་བསྒྲགས་བྱས་པ་ཆགས་བསྡད་ཀྱི་རོ། དེ་བས་ན་གཞིས་སྐབས་དེ་དུས་དགྲ་བོ་ཆགས་བཞིན་པའི་བོད་ལ་ལྟ་དམར་ཤོག་གི་ལྟ་བ་དང་སྡེ་ཁག་འཛུགས་སྐྲུན་བྱེད་ཡ་དང། སློབ་གྲྭ་རིམ་པ་ཁག་ལ་རྒྱ་ནག་ལ་དགའ་ཞེན་ཡིན་ངག་གི་སློབ་གསོ་སྤེལ་དགོས། བོད་བརྒྱུད་ནང་བསྟན་རྩོད་པའི་གི་ཏག་བོད་ཀྱི་ངོ་བོ་དང་རྣམ་པ། རྒྱ་ནག་ཅན་ལ་ཕྱོགས་ཡོངས་ནས་སྦྱོར་དགོས་པ་གི་ཏག་ངོ་བོ་འདྲ་བོ་དེ་རྒྱལ་སྤྱིའི་ཐོག་ལ་ཡོངས་གྲགས་བྱས་ནས་ཏག་ཁ་གསལ་བོ་བཟོས་ཚར་ཆོག་གི་གནད་དོན་ཅིག་ཆགས་ཡོད་རེད་བ། འཛིན་བཟུང་མེད་པའི་ཐོག་ནས། དེ་འདྲའི་སྔོན་སེལ་དོ་ཕོག་གི་སྲིད་ཇུས་ཁྲོད་དུ་རང་བཞིན་གྱིས་ད་བོད་ཡུལ་རྒྱ་ཡུལ་ལ་འགྱུར་བ་གི་གོམ་པ་སྤོ་བཞིན་ཡོད་རེད་མ་གཏོགས་བོད་མི་མང་ལ་གཅིག་བརྩེ་བ་དང་ཨ་ནི་བོད་ཀྱི་རིག་གཞུང་ལ་ཆོས་ལུགས་དད་མོས་ལ་ད་ཕྱོགས་ཡོངས་ནས་རྒྱ་ནག་གི་སྲིད་སྐོར་རྩ་བ་ཉིད་ནས་མེད་པ། བོད་ནང་ལ་ཕྱོགས་ཡོངས་ནས་ད་ཆོས་དད་རང་དབང་རྩ་བ་ཉིད་ནས་མེད་པ་དེ་གསལ་པོ་ཞུ་ཅིག་ད་གནད་དོན་དེ་ཚོ་ནི་ར་འཕྲོ་ཡག་གི་ཆགས་ཡོད་རེད་དེ་ཚོ་ང་ཚོས་དྲིལ་བསྒྲགས་དགོས་ཡ་དེ་གལ་ཆེན་པོ་ཞིག་འདུག་དེ་གཅིག་ཞུ་བ་ཡིན། དེ་ནས་དེ་རིང་ཁོ་རང་ད་བོད་ཀྱི་ཕོ་བྲང་པོ་ཏཱ་ལགས་དང་དེ་ནི་གཙུག་ལག་ཁང་དེ་ནས་འབྲས་སྤང་བསྒོམ་པ་དང་དེ་སོགས་ལ་མཆན་བྱས་ནས་བོད་ནང་ལོགས་ལ་ཆོས་སྡེའི་རང་དབང་ཡོང་བ་གི་རྣམ་པ་བསྟན་ཡག་གི་ཐབས་ཤེས་བྱས་ནས་ད་བརྒྱར་ཅི་འགོ་སྐོར་གཏོང་གི་ཡོད་རེད། དོན་དམ་པ་ལ་བོད་ནང་ལོགས་ལ་ཉེར་ཡོད་གི་ད་ཆོས་ལུགས་དད་མོས་གི་རང་དབང་དེ། ད་རྩ་བ་ཉིད་ནས་མེས་པོའི་དཔེ་མཚོན་འདྲ་བོ་དེ་དགོན་པ་ཁག་ལ་འདྲ་བོ་ཆགས་བཞིན་ན་གྲྭ་བཙུན་ལ་ཚད་བཀག་བཟོ་གི་ཡོད་རེད། དེ་ནས་རྒྱལ་བ་པཎ་ཆེན་གི་སྐུ་པར་ཙམ་ཡང་གང་ལྟར་བཤམས་ཆོག་གི་ཡོད་མ་རེད་རྒྱལ་བ་སྐུ་འཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་དང་པཎ་ཆེན། སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་གིས་སྐུ་པར་བརྩམས་ནས་བཤམ་མི་ཆོག་པ་མ་ཟད་བོད་རྒྱ་ཆེའི་མི་མང་གིས་དད་གུར་ཞུ་ས་གིས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ད་ལྟ་རྒྱ་ནག་གི་ཙུང་ཧོང་ནང་ལོགས་ལ་བསྡུས་ཕྱིན་ནས་པཎ་ཆེན་རྫུན་མ་རྒྱལ་མཚན་ནོར་བུ་བསྐོ་བཞག་བྱེད་ཅིང་ནས་ད་ད་ལྟ་པཎ་ཆེན་རྫུན་མ་ལ་དད་གུར་དགོས་ཀྱི་ལས་རིམ་བཙན་པོ་འགའ་བང་བསྒྲིགས་ཀྱིས་ནས་ད་བོད་ཀྱི་དགོན་སྡེ་དང་སྤྱི་ཚོགས་ལ་ད་དཀའ་ངལ་བཟོ་བསྡད་ཀྱི་ཡོད་རེད་བ། སྦྱར་བའི་སྐུད་པར་ཙམ་ནང་ལ་ཉར་བ་ཡིན་ན་བཙོང་ལ་བཅུག་ཡག་གི་ནད་གདོན་ཆགས་ཀྱི་ཡོད་རོ། དཔེ་ཆ་སྦྱར་བ་ན་ད་ལོག་གི་འཁྲུངས་སྐར་སྲུང་བརྩི་དང་འབྲེལ་བྱས་ནས་ད་བོད་མགོ་ལོག་དང་གསེར་རྟ་དེ་སོགས་ལ་ད་བོད་པ་མི་སུམ་ཅུ་ཡིན་མིན་ལ་འཛིན་བཟུང་དང་སློབ་གསོ་གཏོང་ཡག་གི་གནས་ཚུལ་ད་བརྒྱུད་ལམ་ཁག་ལ་དོང་བསྡད་ཀྱི་ཡོད་རོ། ད་དེ་སོགས་དངོས་ཡོད་གནས་ཚུལ་བོད་ནང་ལ་ཆོས་དད་རང་དབང་གི་གནད་དོན་ངོ་མ་འདྲ་བ་དེ་ག་རེ་ཡིན་པ།

འཐབ་རྩོད་བཅས་ཀྱི་མིང་ཐོག་ནས་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་ཀྱི་འོག་ལ་རྣམ་པ་ཚོ་ལ་སློབ་སྦྱོང་གི་གོ་སྐབས་རག་བསྡད་དུས་ད་རྣམ་པ་ཚོ་གི་སློབ་སྦྱོང་གི་གོ་སྐབས་དེ YouTube དང Instagram དེ་ཚོ་ལ་སྒེར་གྱི་ཉི་མ་རེ་རེ་རེ་རེ་ཁྱབ་བསྒྲགས་བྱས་བསྡད་ཡག་གི་གནད་དོན་མ་ཡིན་པ་བོད་པའི་རྩ་དོན་འཐབ་རྩོད་ལ་ཡང་འགན་ཡོད་རེད་རྣམ་པ་ཚོ་ཤེས་ཡོན་སློབ་གསོ་གི་གོ་སྐབས་ཐུབ་པའི་གི་བརྒྱུད་རིམ་གི་ཆ་ནས་ཡང་དེ་ངེས་པར་དུ་གནང་དགོས་གི་རེད་ལྷག་པར་དུ་དབྱིན་ཇིའི་སྐད་ཡིག་དང་སྐད་ཡིག་གཞན་པ་ཤེས་ཉེན་ཚོ་གི་དེ་བས་ཀྱང་ངེས་པར་དུ་གནང་རོགས་གྱིས་ཞུ་གི་ཡོད། དེ་ནི་བརྙན་དང་པར་ནང་ལོགས་ལ་ལྟ། ད་ལྟ། ཞེ་ཆེན་ཕན་བོད་ཀྱི་ས་གོར་ཁ་ལ་འགྲོ་བདེ་ཕྱོགས་ཀྱི་བརྙན་དང་པར་དེ་ཚོ་ནང་ལོགས་ལ་ལྟ་བོ་ཆེ་བྱུང་བདེ་ཕྱོགས་ཀྱི་མི་མང་གི་ཁོ་རང་ལ་དགའ་བསུ་དང་དགའ་འབོད་བྱེད་པ་དེ་ཚོ་དངོས་གནས་ཀྱི་བོད་པ་ཡིན་དང་མིན་ལ་ང་ཚོ་གིས་ལྟ་བསྐྱེད་བྱེད་དགོས་པ་དང་བསམ་བློ་གཏོང་དགོས་ཀྱི་གནད་དོན་ཆགས་ཀྱི་ཡོད་རེད། དེ་ཚོའི་གྲས་དེ་རྒྱ་མི་ལ་བོ་ཆེ་གཡོག་པ་གཡོག་བཞག་རྒྱུ་དེ་འདྲ་ཡང་ཡིན་སྲིད་ཀྱི་རེད་ག་རེ་བྱས་ལབ་ན་ཉིས་སྟོང་བརྒྱད་ཨེ་ཡོང་ལ་དེ་ག་རང་བྱས་ནས་རྒྱ་མི་གིས་དམག་མི་ལ

མི་དེ་ཚོས་བྲེལ་ཏེ་བོད་མི་མང་གི་ཚབ་བྱེད་ཐུབ་ཡ་དང་རང་དབང་གི་ཚབ་བྱེད་ཐུབ་ཡ་རྩ་བ་ཉིད་ནས་ཡོད་མ་རེད་དེ་མེད་པ་དེ་བོད་ནང་ལོག་ལ་སོ་སོའི་དགའ་ས་ལ་སོ་སོས་རྒྱབ་སྐྱོར་བྱེད་ཡ་སོ་སོའི་དད་ས་ལ་སོ་སོས་དད་པ་བྱེད་ཡ་གི་རང་དབང་རྩ་བ་ཉིད་ནས་ཡོད་མ་རེད་དེ། ང་ཚོས་ཤེས་དགོས་ཡ་གལ་ཆེན་པོ་ཞིག་ཡོད་རེད། ག་རེ་བྱས་ནས་ལ་བ་ཡིན་ན་ནམ་ཞར་བརྗོད་དོན་ནི་བོད་མདོ་དབུས་ཁམས་གསུམ་ཀ་ལ་བོད་མི་ཚོ་ལ་འགྲོ་འདུག་གི་རང་དབང་ཡོད་མ་རེད་འགྲོ་འདུག་ལ་དམ་དྲག་བྱེད་ཀྱི་ཡོད་རེད་ལྷག་པར་དུ་མདོ་སྟོད་སྨད་ཀྱི་བོད་མི་དེ་ཚོ་ལ་ཡར་ལྷ་ས་ལ་ཡུང་ཡ་དང་བདེ་ཡ་ལ་ཡང་དམ་དྲག་བྱེད་ཡ་དང་དམིགས་བསལ་གྱི་མཆོང་བཞིན་དགོས་ཡ་ཆགས་བསྡད་ཀྱི་ཡོད་རེད་ད་ལྷག་པར་དུ་ད་ལྟ་ཞི་ཅིན་ཕིན་ལྷ་ས་ལ་ཡོང་བའི་སྐབས་ཀྱི་དབྱིན་ཡོང་ལྷ་ས་ཀྱི་དབྱིན་ཡོང་ལ་སྔར་ལས་ལྷག་པར་གྱི་དམ་དྲག་བྱེད་པ་དང་ནི་ལྷ་ས་ཀྱི་དབྱིན་ཡོང་ལ་ལྡན་མཁན་དེ་ཚོ་ལ་བཀའ་རང་གཏོང་བྱེད་ནས་ཅིག་སྒོ་དང་དགེ་འོང་དེ་ཚོ་ལ་ཤམ་བུ་གསར་བ་སྒར་བཅུག་ཡ་དེ་ནི་དེ་བར་སྐོར་དབྱིན་ཡོང་གི་གྲོང་མི་དེ་ཚོ་ལ་ད་ནམ་རྒྱུན་ཅིག་ཁ་རག་བཟོ་ཡ་གི་ད་ང་ཚོ་དབྱིན་ཇིའི་ཐོག་ལ་ནི་གས་ལབ་ད

དེ་ནས་ལྷག་པར་དུ་ཁོ་རང་ལྷ་ས་ཀྱི་བར་སྐོར་ནང་ལ་ཡོང་བའི་སྐབས་ལ་ད་རྒྱ་ནག་གི་ལས་བྱེད་མི་སྣ་མ་གཏོགས་བོད་མི་མང་མ་དང་ཡང་དང་འབྲེལ་དཔང་དགོན་པ་ལ་འགྲོ་བའི་སྐབས་ལ་ཕྱག་བྱ་བ་ན་དགེ་འདུན་པའི་དུས་སུ་ཕྱི་ལོགས་ལ་དོང་གོ་རུ་བཅུག་ཡོད་མ་རེད་ལ་ད་དེ་འདྲའི་གི་གནས་ཚུལ་མཐོང་གི་ཡོད་རེད། ད་དགེ་འདུན་པ་ཡོང་བཅུག་བ་དེ་སོགས་ཡིན་པ་ཡིན་ན་ལས་ཁོ་རང་ཚོ་གི་ཡིད་ཆེས་བྱེད་ཐུབ་ས་དང་ཡིད་ཆེས་བྱེད་ཆོག་ས་དང་ཁོ་རང་ཚོ་གི་རྒྱུགས་ཁྱི་ཡིན་བསྡད་ཆོག་དང་ཡང་མིན་ན་ད་བཙན་བཀའ་བཏང་བ་ད་དེ་འདྲའི་གི་གནས་སྟངས་མ་གཏོགས་གཅིག་རང་གི་ཐོག་ནས་ཡོང་མ་བཅུག་བ་དེ་ད་གསལ་པོ་ཞུ་ཅིག་ཆགས་གི་ཡོད་རེད་བ། ད་གནས་སྟངས་དེ་ཚོ་ནི་ག་རེ་ར་འཕྲོད་ཀྱི་ཡོད་ཟེར་ན་རྒྱ་ནག་སྲིད་གཞུང་ལ་བོད་མི་མང་གི་དགའ་མོས་གོང་བཀུར་རྒྱབ་སྐྱོར་མེད་པ་ཤེས་ཐུབ་ཡ་གཅིག་དང་རྒྱ་ནག་གཞུང་གི་ཡིན་པ་ཡིན་ན་ལས་བོད་མི་མང་ལ་ད་དུང་ཡང་ཡིད་ཆེས་བེད་བ་གི་ད་གནས་སྟངས་དེ་སེ་པོ་ཞིབ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་དེ་བོད་མི་མང་གི་སྙིང་སྟོབས་ཀྱི་གོང་ལྟར་ད་མཚང་རྟགས་འདྲ་བོ་ཅིག་དང་བོད་མི་མང་གི་འཐབ་རྩོད་གསོན་པོ་གནས་བསྡད་ཆོག་གི་ད་དཔང་རྟགས་འདྲ་བོ་ཅིག་ཆགས་བསྡད་ཡོད་དུས་བཙན་བྱོལ་རོང་ལུང་པ་ལ་ཡོད་ཉེས་ཚོགས་ཀྱི་བསམ་བློ་གཏོང་བ་ཡིན་ན་ལས་དངོས་གནས་ཀྱི་གཞིས་ལུས་རྒྱ་ཆེའི་མི་མང་གི་སྙིང་སྟོབས་དང་ཆོད་སེམས་རྒྱ་རྒྱན་རིག་རྒྱན་ལ། ང་ཚོ་གིས་ཅི་ག་རེ་ལབ་དགོས་རེད་བློ་ཕམ་མ་དགོས་བ་ཅིག་བཟོ་བྱས་ནས་ད་རྡོག་རྩ་གཅིག་སྒྲིལ་བྱེད་དགོས་ཡག་གི་གནད་དོན་དེ་གལ་ཆེན་པོ་ཞེ་བོ་ཆགས་དུས་ཡོད་རེད། དེ་བྱེད་དུས་མདོར་བསྡུས་ན་ད་ད་ལྟ་གཉིད་ལམ་གྱི་ནོར་ལོག་ལ་ཁོ་རང་ལ་དགའ་བསུ་རྒྱབ་སྐྱོར་སྒམ་པོ་བྱས་ཏེ་དེ་ཉིན་དེ་སོགས་རྒྱ་ནག་གཞུང་གིས་བཀོད་རིགས་བྱས་བ་ཤ་སྟག་ཡིན་པ་དེ་ད་གསལ་པོ་ཞུ་ཆགས་ཀྱི་ཡོད་རེད་ངས་དེ་བཅས་ཞུ་གི་ཡོད། ད་སྤྱིར་བཏང་ནི་བོད་ནང་ལོགས་ལ་རྒྱ་ནག་གི་ལྟ་སྟངས་ལས་སྟངས་འདྲ་བོ་དེ་ད་ཉིད་རྡོ་རྗེའི་སྒོ་ནང་ལོགས་ལ་བོད་ནང་ལོགས་ཀྱི་དྲང་སྣང་དམ་དྲག་ནི་དེང་སང་འདྲ་བོ་ཆགས་བཞིན་ན་བོད་ཕྱི་ནང་གི་བར་ལ་ནང་མི་སྤུན་མཆེད་བར་ལ་འབྲེལ་བ་ཅིག་བྱེད་པ་ཡིན་ནའི་ད་བཙོན་འཇུག་དམར་གསོད་བྱེད་ཡག་གི་གནད་དོན་ཆགས་ཡོད་བ་དེ་ད་འབྲི་རུ་འཁོར་གི་ད་ལྷ་མོ་ལགས་ཀྱི་གནད་དོན་དེ་ཚོ་ནི་ད་ང་ཚོ་ལ་གསལ་པོ་ཞིབ་ཅིག་ང་རང་འཕྲོད་ཐུབ་ཐུབ་ཡག་ཅིག་དང་གནད་དོན་དེ་ཚོ་རྒྱ་ནག་གཞུང་གི་བོད་མི་མང་ལ་བྱམས་སྐྱོང་དང་ཡིད་ཆེས་མེད་བ་གི་ད་དཔང་རྟགས་གསལ་པོ་ཞིབ་ཅིག་ཆགས་དེ་ཡོད་དུས། ལྟ། སྤྱི་ཚོགས་དྲ་ལམ་ཁག་ལ་དབྱིན་ཇིའི་སྐད་ཡིག་གཙོ་བོ་བྱས་པའི་ཐོག་ནས་ལྟ་ང་ཚོ་གི་གནས་སྟངས་འདི་ཚོ་དྲིལ་བསྒྲགས་བྱེད་དགོས་པ་དང་ལྷག་པར་དུ་གཞུང་དང་ཚོགས་སྡེ་ཁག་གིས་འདིའི་མཐིལ་ལ་མ་མཐའ་ཡང་སོ་སོ་གི་ཉི་མ་རེ་རེ་གི་གླ་ཆ་ཟེར་བ་གི་གོ་ཆོད་བར་གི་ལས་ཀ་ཅིག་བྱེད་དགོས་དེ་གལ་ཆེན་པོ་ཞུ་རྒྱུ་རེད་ཞུ་ཉེས་འགྲོ་སོང་ག་རེ་བྱེད་ལབ་ན་ད་ད་ལྟ་རྒྱ་ནག་གི་སྲིད་འཛིན་བོད་ཀྱི་རྒྱལ་ས་ལྷ་ས་ལ་མཆན་བྱས་ནས་དུས་ཡུན་གང་ལ་གང་འཚམ་འགྲོ་ཚར་བ་རེད་དེ་གཅིག་དེ་འདྲའི་གནད་དོན་དེ་སོགས་ཀྱི་ཐོག་ལ་གཞུང་གི་ངོས་ནས་རེད་ཚོགས་པ་སྒྲིག་འཛུགས་ཆེ་ཧ་གི་དེ་སོགས་ཀྱི་ཐོག་ལ་མ་མཐའ་ཡང་གཅིག་བསྒྲགས་གཏམ་གཅིག་སྤེལ་བ་ཡང་མཐོང་ཡ་མི་འདུག་ངོ་རྒོལ་ཡོད་ལ་གི་དེ་ངོ་རྒོལ་བྱེད་དགོས་དེ་གལ་ཆེན་པོ་ཞི་བོ་ཆགས་ཀྱི་ཡོད་རེད། ཕྱོགས་གཅིག་ནས་རྒྱལ་སྤྱིའི་ཐོག་ལ་དྲིལ་བསྒྲགས་རྫུན་མ་གཅིག་འགྲོ་གི་ཡོད་རེད་ལྷག་པར་དུ་ད་དགྲ་བོ་རྒྱ་ནག་གི་སྲིད་འཛིན་གཅིག་བོད་ཀྱི་རྒྱལ་ས་ལྷ་ས་ལ་ད་ཡོང་བ་དེ་དང་པོ་ཆགས་ཡོད་དུས་འདི་ལ་ང་ཚོས་ངེས་པར་དུ་ངོ་རྒོལ་བྱེད་དགོས་ཏེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་རེད་སྲིད་འཛིན་ལས་ཐོག་ཅིག་ད་བོད་ཀྱི་རྒྱལ་ས་ལ་ཡོང་བ་དང་པོ་ཆགས་ཡོད་པའི་ཆ་ནས་བོད་ཕྱི་ནང་གཉིས་ཀ་ནས་འདིའི་གནད་དོན་དེ་མ་བརྗེད་པར་དགོས་པ་དང་ལྷག་པར་དུ་རོང་ལུང་པ་ནས་གནད་དོན་འདི་ལ་ངོ་རྒོལ་གྱི་རྣམ་འགྱུར་གསལ་པོ་བསྟན་དགོས་པ་དེ་གལ་ཆེན་པོ་ཞེ་བོ་ཆགས་ཀྱི་ཡོད་རེད། ད་དེ་རིང་རྡོག་རྡོག་དེ་ཞེ་ཅན་ཕན་བོད་ཀྱི་རྒྱལ་ས་ལྷ་ས་ལ་སོགས་པའི་བོད་ཀྱི་ས་གར་ཁག་ལ་ཡུང་བ་དེ་ཧ་ཅང་གི་དམ་དྲག་དང་སྲུང་བ་བྱེད་ནས་ཡིག་འཇོག་ཅིག་ཆགས་ཀྱི་ཡོད་རེད་མ་གཏོགས་དང་པོ་ནས་བོད་མི་མང་ལ་མ་ཁྱབ་བསྒྲགས་བྱེད་ཕྱི་གསལ་ནང་གསལ་བྱེད་ནས་ཡོང་ཕོག་ཡོད་མ་རེད་ཡོང་ནུས་ཡོད་མ་རེད་ཡོང་ཐོབ་ཡོད་མ་རེད་ཡོང་ཡོད་མ་རེད། ང་ཚོ་ག་སེ་མིན་གུས་ག་སེ་གི་ཐབས་སྡུག་པོ་བཤད་པ་ཡིན་ན་ལས་རྒྱལ་བ་རིན་པོ་ཆེ་དང་སྲིད་སྐྱོང། ལ་སོགས་པ་བོད་ཕག་གི་དབུ་ཁྲིད་རྣམ་པ་བོད་པ་འདུས་སྡོད་ཁག་ལ་ག་ལ་ཕུལ་བ་ཡིན་ལ་མ་ཕེབས་པའི་སྔོན་ལ་དུས་རིང་པོ་གི་གོང་ནས་ཕྱི་གསལ་ནང་གསལ་གི་ཐོག་ནས་ཁྱབ་བསྒྲགས་བཟོ་ལ་འཛིན་རིམ་བཟོ་བྱས་ནས་ཕེབས་ཀྱི་ཡོད་རེད། ཡིན་ན་ལས་དེ་རིང་དགྲ་བོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་བོད་དུ་ཡུན་ཡང་དེ་སྔོན་ཚུད་ནས་ཁྱབ་བསྒྲགས་མེད་པར་སོང་བ་བྱས་ནས་ཡུང་བ་དང་དངོས་སུ་ཡུང་བའི་སྐབས་ལ་དགྲ་བོ་ཆ་བཞི་ནང་ཧ་ཅང་གི་དམ་དྲག་ཆེན་པོ་བྱས་ནས་ཡོང་ཡོད་རེད་བ། དེ་ཡུང་བ་དེ་ཁོ་རང་བོད་ལ་མ་སླེབས་བར་དུ་ད་སོང་རྒྱ་བྱས་ནས་བཞག་ཡོད་རེད་བ་རྒྱུན་ལམ་ཁག་ལ་དེ་འབྲེལ་གི་གནས་ཚུལ་ཤེས་རྟོགས་བྱུང་ཡོད་མ་རེད་བ། ཏེ། དེ་སོགས་རྒྱ་ནག་གཞུང་བོད་མི་མང་ལ་ཡིད་ཆེས་མེད་པ་དང་བོད་མི་མང་དང་རྒྱ་ནག་གཞུང། བོད་མི་མང་གིས་རྒྱ་ནག་གཞུང་དང་རྒྱ་ནག་གི་སྲིད་འཛིན་ལ་དགའ་མོས་རྒྱབ་སྐྱོར་མེད་པའི་ཀྱི་རྟགས་དཔང་རྟགས་རེ་བ་ཆེ་རེ་བ་རྒྱུ་མཚན་རེ་བ་སྟེ། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ད་ལྟ་བརྙན་དང་པར་གྱི་ནང་ལོགས་ལ་ཞི་ཅིན་ཕིན་ཡོང་སྐབས་ཀྱི་རྟགས་སྒམ་པོ་དང་དགའ་བསུ་གྱི་རེག་དེ་སོགས་རྟགས་རང་དག་འདོན་པ་བྱས་ཏེ་བོད་མི་མང་གི་ཚབ་མཚུངས་པ་ཅིག་མིན་པ་དེ་གསལ་པོ་བྱེད་ཆགས་ཀྱི་ཡོད་དུས་བསམ་པ་ལ་དེ་ང་ཚོས་གསལ་པོ་བྱས་ནས་ཤེས་དགོས་ཡ་གལ་ཆེན་པོ་ཆགས་ཀྱི་ཡོད་རེད་བ། མདོར་བསྡུས་ན་དེ་རིང་དགྲ་བོ་རྒྱ་ནག་གི་སྲིད་འཛིན་ཅིག་ད་བོད་ཀྱི་རྒྱལ་ས་ལྷ་ས་ལ་ཡོང་བ་དེ་ཐེངས་མ་དང་པོ་ཡིན་པའི་ཆ་ནས་ང་བོད་པ་ཅིག་ཡིན་པའི་ཆ་ནས་ངས་མཐའ་གཅིག་ཏུ་ང་རང་གི་ངོས་ནས་ངོ་རྒོལ་བྱེད་ཀྱི་ཡོད། ད་སང་ཉིན་རིས་གཟའ་སྤེན་པ་ལ་དགྲ་བོ་ཆགས་བཞག་ན་ནིའི་ཡོག་ལ་གནས་སྡོད་ནི་བོད་པ་རྒྱ་གཞན་གྱི་ཁ་ཅིག་གིས་སྒེར་པ་ཁ་ཅིག་གིས་ནིའུ་ཡོག་རྒྱ་ནག་གཞུང་ཚབ་ཀྱི་མདུན་ལ། ད་གཙོ་བོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་བོད་ཀྱི་རྒྱལ་ས་ལྷ་ས་ལ་ཡོང་བ་དེ་ལ་ངོ་རྒོལ་དང་དེ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་བོད་རྒྱ་དབང་ལུང་སྤེལ་ལ་ངོ་རྒོལ་གྱི་ཆེད་དུ་ད་ཁོང་ཚོ་གི་སང་ཉིན་གཟའ་སྤེན་པ་གི་ཆུ་ཚོད་བཅུ་བ་ནས་ཞོགས་ཀ་གི་ཆུ་ཚོད་བཅུ་བ་ནས་ཨ་ནི་ཉིན་གུང་གི་ཆུ་ཚོད་བཅུ་གཉིས་པ་ལ་ངོ་རྒོལ་བྱེད་ཡག་གི་ཁྱབ་བསྒྲགས་གནང་འདུག་ཨ། ད་ལྟའི་ཁྱབ་བསྒྲགས་གནང་བ་ནང་བཞིན་ནིའུ་ཡོག་ཏུ་ནིའུ་ཇར་སི་ཁོ་ལ་བདེ་སྙིང་གི་ཨ་ནི་བོད་པ་དེ་ཚོ་ལས་འགུལ་དེ་ལ་ངེས་པར་དུ་མཉམ་ཞུགས་གནང་རོགས་བྱེད་ཞུ་གི་ཡོད། ཨ་ནི་ལྷག་པར་དུ་ད་དྲ་ལམ་ཁག་ལ་བོད་ནང་ལོགས་ལ་དགྲ་བོ་རྒྱ་ནག་གི་དྲག་གནོན་དམ་དྲག་གི་པར་དང་བརྙན། ཨ། མང་པོ་ཅིག་ཡོད་རེད། དེ་ཚོ་ང་ཚོ་གིས་བསྐྱར་དུ་ནས་ཅིག་འདྲི་ཞིག་དང་མཉམ་དུ་དྲ་ལམ་ཁག་ལ་སྐུར་ཕྱིན་ནས་ད་ཞི་ཅིན་ཕིང་ཁོ་རང་གིས་ད་ལྟ་ལྷ་ས་ལ་ཡོང་བོད་ཀྱི་རྒྱལ་ས་ལྷ་ས་གཙོས་པའི་ད་བོད་ཀྱི་ས་ཁུལ་ལ་ཡོང་རྒྱུ་གི་པར་དང་མཉམ་དུ་ད་བོད་ནང་ལོགས་ལ་དྲག་གནོན་དམར་གསོད་གཏོར་བཅོམ། འཇིགས་སྐུལ་ད་རྡུང་རྡེག་བྱེད་རྒྱུ་གི་པར་དང་དེ་སོགས་འདྲི་ཞིག་དང་སྦྱར་ཕྱིན་ནས་ད་དྲ་ལམ་ཁག་ལ་སྐུར་དགོས་ཡ་དེ་ང་ཚོ་རང་ལུང་པ་ལ་ཡོད་ཉེན་གྱི་བོད་པ་ཚང་མ་གི་འགན་འཁྲི་ཡིན་པ་དེ་དྲན་སྐུལ་ཞུ་ཡ་གི་ཆེད་དུ་ངས་བརྙན་འདི་བཟོས་བ་ཡིན་དེ་ནས་རྣམ་པ་ཚང་མ་བཀའ་དྲིན་ཆེ།